རྒྱལ་དབང་སྐུ་འཕྲེང་ཁ་ཤས་གཅིག་གིས་ཨ་ནི་སྟོང་ལྡན་མཆོད་རྟེན་ཡོ་ཧར་བ་འཇམ་དཔལ་རྒྱ་མཚོ་དང་ཨ་ནི ྋགོང་ས་ལྔ་པ་ཆེན་པོ་དང་སྐུ་འཕྲེང་བཅུ་གསུམ་པ་དང་ཨ་ཅིག་དེ་ཚོའི་གདུང་རྟེན་ཁག་ལ་ཡང་ཅིག་གིས་མཆོད་མཇལ་བར་ཕྱིན། ཨ་ནི་ཁྲུས་གསོལ་རབ་གནས་འབྲེལ་བྱས། ཟླ་འདི་ནས་ཡི་གེ

ཤག་གངས་རི་མར། རྗེ་ནག་མོ་མགུ་རུ། ཤག་གངས་རི་དཀར་པོའི་རྩེ་མོ་ན། རིན་པོ་ཆེ་མི་དགེ་རྩ་གཙང་གིས། ཨ་ད་རི་ཁྲོད་དེ་འདུག་ཞུ་བའི་ཁ་ཐུག་ལ་ཨེ་ནི། ཤག་ངོ། ལས་ད་གངས་རི་དཀར་སར་ཅིག་གུ་དེ་སྤྲིན་པ་དཀར་པོ་འདུག་ཡང་ལང་ལོང་ཁྲིག་དེ་ལ་ཕྱི་ཚེས་ནི་ནི་བ་དེ་གསུངས་པ་རེད། ཞག་གངས་རི་དཀར་པོའི་རྩེ་མོ་ན་སྤྲིན་དཀར་པོ་གནམ་ལོག་སྙིང་འདྲ་བ་དེ་མཐོང་བའི་མོད་ལ་བླ་མ་དྲན། དྲིན་བསམ་བཞིན་བསམ་བཞིན་དད་པ་སྐྱེས། སྤྲིན་དཀར་པོ་འདིང་བའི་ཤར་ཕྱོགས་ན་འབྲོག་རྒན་བསྟན་རྣམ་པར་རྒྱལ་བ་དེར། མཚན་བརྗོད་པར་དཀའ་བ་དྲིན་པོ་ཆེ་ཕ་བློ་བཟང་གྲགས་པ་ཡབ་སྲས་བཞུགས། ལམ་རིམ་གཉིས་གཉིས་ཀྱི་རྣལ་འབྱོར་དང་ཆོས་ཟབ་ལ་ཤིན་ཏུ་རྒྱས་པར་གསུངས། བོད་ཁ་བ་ཅན་གྱི་སྐལ་ལྡན་ལ་མགོན་ཁྱོད་ཀྱི་བཀའ་དྲིན་བསམ་མི་ཁྱབ། བོད་སྙོམས་ལས་འཛིན་པའི་དགེ་འདུན་འགྲོ་བློ་ཅུང་ཟད་ཆོས་ལ་ཕྱོགས་པ་འདི་རྗེ་ཡབ་སྲས་རྣམས་ཀྱི་བཀའ་དྲིན་དྲིན་ཆེ་བར་ངེས་སོ་ཡབ་སྲས་རྣམས། དུས་འདི་ནས་བྱང་ཆུབ་སྙིང་པོའི་བར། རྗེ་ཡབ་སྲས་ཁྱེད་རྣམས་མ་གཏོགས་པ། སྐྱབས་རེ་ས་གཞན་དུ་མི་འཚོལ་བའི། ཐུགས་བརྩེ་བས་ཕྱག་རྒྱུད་དྲང་དུ་གསོལ། དྲིན་ཇི་བཞིན་འཁུར་བར་མི་ནུས་ཀྱང། སེམས་ཆགས་སྡང་སྔོན་དུ་མ་སོང་བར། མགོན་ཁྱོད་ཀྱི་བསྟན་པ་འཛིན་པ་ལ། དུས་ནམ་ཡང་བརྩོན་པ་བགྱིད་པར་སྨོན།

དེ་ཚོ་ཞུས་པ་རེད། དེ་ཞུས་དུས་ཙང་ནས་ང་དག་ཞིང་ལ་སྐྱེས་བསམ་པ་མེད། མུ་མཐུད་ནས། གང་དུ་སེམས་ཅན་སྡུག་བསྔལ་གྱིས་མནར་ནས་ཡོད་བསྡད་པ། ཅིག་གིས་འདི་འདྲི་ཅི་ལ་ཡ་གཞན་ཕན་བསྒྲུབ་ཡག་ཡོད་ས་འདི་འདྲི་ཅིག་ལ་སྐྱེས་བསམ་པ་མ་གཏོགས་ང་དག་ཞིང་ལ་སྐྱེས་བསམ་པ་མེད་ཟེར་ནས་གསུངས་འདུག་བ། ང་དེ་ཆུ་བོའི་སེམས་ཁུར་ཐེབས་སོ་དེ། བྱས་ནས་ཨོ། ཨེ་ནི་དགེ་འདུན་གྲུབ་པ་ཁོ་རང་གིས་ད་འདུན་པ་འདི་འདྲི་སྐྱེས་ཞུ་བར་ཨེ་འདས་ཨང་ད། དྲིན་ཇི་བཞིན་འཁུར་བར་མི་ནུས་ཀྱང་སེམས་ཆགས་སྡང་དབང་དུ་མ་སོང་བར་མགོན་ཁྱོད་ཀྱི་བསྟན་པ་འཛིན་པ་ལ་དུས་ནམ་ཡང་བརྩོན་པ་བགྱིད་པར་སྨོན། ཅེས་ནན་བརྡ་ཐམས་ཅད་ཀྱིས་འབའ་དགེ་འདུན་གྲུབ་པ་ནས་མ་སོང་བར་རྗེས་ཀྱི་རྒྱལ་དབང་སྐུ་ཕྲེང་རིམ་བྱོན་བདེ་སྐྱིད་བདེ་སྐྱིད་སྤྱིར་སངས་རྒྱས་ཀྱི་བསྟན་པ་རིས་མེད་ཀྱི་སངས་རྒྱས་ཀྱི་བསྟན་པའི་སྟག་ཤམ་དེ་གྲུབ་པ་ན་ཡག་རེད། དཔེར་ན་རྒྱལ་བ།

སྔ་རོལ་ཆེན་མོའི་མགོ་བཏགས་དེ་ཡག་རེད། ཕྱི་ནང་གི་ཨེ་ནི་གྲུབ་མཐའི་ཁྱད་པར་དང་རྫུས་ཕྲན་རུབ་བསྡུས་ཅིག་གསུངས། ཨེ་ནི་བོད་གངས་ཅན་གྱི་ལྗོངས་ལ་ཡར་མུ་རྡིག་ཅིག་ཡོད་ཙམ་མེད་ཀྱང་བླ་ཡིས་གང་ལྟར་སེམས་ཀྱི་ནང་ལོགས་ལ་དེ་འདྲའི་གི་ད་བག་ཆགས་ཡོང་གི་རེད་དེ་འདྲ་ཡིན་དུས་ཨེ་ནི་ཕྱི་ནང་གི་གྲུབ་མཐའི་ཁྱད་པར་རྫུས་ཕྲན་ཡག་པོ་ཅིག་ཤེས་དགོས་རེད་ཟེར་ནས་འདིའི་སྡོམ་དེ་བཞུགས་ཏེ་ཨེ་ནོ། དེ་ཕྱིར་ཀྱེ་ཀྱེ་བློ་གྲོས་མདུན་ལྡན་དག། རྣམ་དག་རིག་པའི་བློ་གྲོས་མིག་སྦྱོང་ལ་ཕས་ཀྱི་རྒོལ་བས་སྐྱེ་བར་མི་ནུས་པའི་བསྟན་པའི་གནས་ལ་ངེས་པ་བརྟན་པོ་འཚོལ་བསལ་ལྟ་སྟེ། གདམས་ངག་ཆེན་པོར་བལྟ། བྱས་ཙང་ཀ། ཨེ་ནི། པའི་ནང་དུ།

དཔེར་ན་ཚེར་མ་རྣམ་འགྲེལ་ལྟ་བུའི་ནང་ལ་ག་འདྲ་འདུར་འདུག་པ། ཅེས་འདུར་ཞིབ་གནང་འདུག་པ། ད་ག་ན་བཞིན་གྱི་ཨི་ནི་ཨུ་མ་འཇུག་པ་གཙང་སྦྲའི་གི་ན་རེ་ད་ག་རང་ཞིག་ཡོད་རེད་དེ་ཚོ་འདྲེ་ཞིབ་ཅིག་གིས་ཨི་ནི་ཨུ་མ་ཉིང་ཁུ་གཙང་སྦྲའི་ད་འདི། རྣམ་དག་རིག་པའི་བློ། བློ་གྲོས་མིག་སྦྱོང་ལ་ཕས་ཀྱི་གོ་བས་སྐྱོད་པར་མི་ནུས་པའི་ཟེར་བ་ད་འདི། ང་ཚོ་སེམས་ལ་བཞག་ནས། གང་ལྟར་ཅིག་ཆོས་གཅིག་ཡོད་ཅེས་དེ་འབྲེལ་གྱི་སློབ་སྦྱོང་མ་བྱས་པ་ཞིག་བསྟན་ན་ཨེ་ནོར་འགྲུལ་རེད། ཆོས་བྱེད་པ་ལ་བྱེད་སྟངས་ཤེས་དགོས་རེད། བྱེད་སྟངས་ཤེས་པ་ལ་ཡང་གཞུང་གོང་འོག་མང་པོ་བསྒྲིགས་ནས་ཨེ་ནི་ཕྱི་ནང་གི་གྲུབ་མཐའ་མང་པོ་ཅིག་མ་གཏོགས་སུ་བསྒྲིགས་ནས་ཨ་དེའི་ཐོག་ནས་ཨེ་ནི་ད་རང་གི་བསྟན་པ་དང་སྟོན་པ་ལ་ཡང་ཚད་མའི་ལམ་ནས་ངེས་པ་དྲངས་ཅིག།

ལ་ད་ལྟ་གངས་རིའི་ཁྲོད་འདི་ན་རང་བསྟན་པར་འཛིན་པར་ཁས་ལེན་ཞིང། གཞན་བསྟན་འཛིན་དགྲ་བོའི་དྭངས་མར་འཛིན་ཚུལ་འདི་ལ་སྐྱོ་བ་གཏིང་ནས་སྐྱེས། གཞན་ཕུ་བོ་འདོད་པའི་ཀུན་སློང་དང། རྒྱུ་མཚན་མཚན་འཛིན་དམ་པོས་བཅིངས་ལགས་ཀྱང། ལམ་མཐོན་པོར་གནས་པའི་ཁས་ལེན་བྱེད། དེ་བཏང་ན་ཀུན་གྱིས་ཁྲེལ་བའི་རྒྱུ། ལམ་གོལ་སོད། རྒས་པའི་སྡུག་ཡུས་ཀྱིས་ཆུ་ཚུད་བཞིན་བཀྲུས་པའི་གང་ཟག་ལ་རྒྱུད་ཁོང་ནས་འཁྲུགས་པའི་སྡུག་སེམས་ཅན། དོན་ཐུགས་ལ་ཞུགས་པ་མ་ལགས་སམ། སྒྲ་ཉོན་མོངས་འདུལ་དམ་མི་ཤེས་པར་ཤགས་འགྱེད་པ་ཙམ་གྱི་འཆད་ཉན་ཡང་འདུག་ལ་དེ་ང་རང་ཚོ་ལས་དེ་གསུང་གི་འདུག་ཁ་བརྡ་དགེ་ལུགས་པ་དཔེ་ཆ་བསྟན་ནས་དེ་གང་ལྟར་བོད་སྐད་ཚིག་གི་དག་ཆ་བཞི་བོ་དཔྱད་པ་ཡིན་ནས་ཀོ་རྒྱུས་ཐུགས་ལ་བསྐོར་ནས་སེམས་ལ་ཡ། གང་ལྟར་དཔེ་ཆ་བལྟས་བལྟས་བལྟས་ནས་དེའི་ལག་རྗེས་དེ་ལ་སེམས་དུལ་བར་བྱེད། དོས་དང་ཉོན་མོངས་ཆུང་བ་གྲུབ་རྟགས་ཨེ་ནི། གང་དད་པའི་སེམས་ཞི་བ་ཞིག་ཡང་སེང་གེ་དེ་ཚོས་འཕྲད་དེ། སྒྲ་ཉོན་མོངས་འདུལ་ཙམ་མི་བྱེད་པར་ཤག་འགྱེལ་བ་ཙམ་གྱིས་འཆད་ཉན་ཡང་འབྲེལ་འཆར་སྒོའི་ཕྱོགས་སུ་གནས་པ་ལ་ཀླུའི་ནུབ་སྒོར་ལྟུང་བ་དོན་རེ་བྱུང། དོན་དེ་ལྟར་གོ་བའི་བཤེས་གཉེན་ང། སྤྱིར་ལུས་ཅན་ཀུན་ལ་བཀའ་དྲིན་སྒོམ། གོས་མཆོད་མཚན་ཡོངས་ལ་དག་སྣང་སྦྱོང། བྲག་ནགས་ན་འདུག་པའི་ཉོན་མོངས་འདུལ། མི་ཁོ་བོའི་རྗེས་འཇུག་གྲོགས་པོ་རྣམས། ཡིད་ཕྱོགས་སུ་ལྷུང་བས་མ་བཅིངས་པར། བློ་གཟུ་རུ་གནས་པའི་རྟོག་དཔྱོད་ཀྱིས་ལམ་དྲང་པོར་ཞུགས་པ་ཅིས་ཀྱང་ལེགས། གཏམ་འདི་ལ་བརྟེན་ནས་འགྲོ་བ་རྣམས་བྱམས་སྙིང་རྗེས་དྲངས་པའི་སེམས་བསྐྱེད་དང། དབྱིངས་སྤྲོས་བྲལ་རྟོགས་པའི་ལྟ་བ་ཡིས། དཔལ་བླ་མེད་བྱང་ཆུབ་མྱུར་དུ་ཤོག་སྐུ་ལ་མཚན་དཔེའི་དཔལ་འབར་ཞིང་གསུང་དབྱངས་ཡན་ལག་དྲུག་ཅུ་གྱི་ཐུགས་ནི་ཟབ་ཡངས་མཁྱེན་བརྩེ་ལྡན་དཔལ་ལྡན་བླ་མའི་བཀྲ་ཤིས་ཤོག། དགེ་འདུན་དྲུག་གི་དང་མགུར་མ། ངོས་ནས་འདིའི་སེམས་ལ་ཕན་པ་ཡག་པོ་ཞུ་ཞུ་ག་འོ་དེ་འདྲ་ཅི་རེད།

ང་ཚོ་ཀློག་ལ་ཡག་ཏུ་ཤར་ཡོང་བའི་དེའི་སྙིང་པོ་འདོད་ཡོད་འདུག་ཙང་ནས་ད་ད་གི་ཤར་ཏེ། བྱང་ཆུབ་སེམས་སྐོར་གཅིག་སྟོང་ཉིད་ལྟ་བའི་སྐོར་གཅིག་ད་སྟོང་ཉིད་ཀྱི་ལྟ་བའི་སྐོར་ལ། ཀླུ་སྒྲུབ་ཡབ་སྲས་ཀྱི་གཞུང་པའི་དྲི་མ་མེད་པ་རིགས་པའི་ལམ་ནས་གཞུང་གོང་འོག་ཚང་མ་བསྒྲིགས་ནས་གཏན་ལ་ཕབ་པ་དེ་སྦྱར་མོ་ཆེ་གི་གཞུང་དེ་རེད། ད་དེ་འདྲ་ཡིན་དུས་སྟོང་ཉིད་ཀྱི་ལྟ་བ་ད་སྦྱར་མོ་ཆེ་ཀླུ་སྒྲུབ་གཉིས་པ་ལྟ་བུ་ཕལ་ཆེར་ད་དེ་བཤད་ཐུབ་རེད།